ད་དང་ད་བར་དུ་ཉིས་སྟོང་བཅུ་དྲུག་ནས་ཆེད་མཁས་ཀྱི་ཨ་ནེ་དུག་སེམས་སོགས་ལག་ལེན་ནག་པོ་ཅིག་མཁས་ཅིང་སྤེན་པ་ཚེ་རིང་གིས། ད་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་ནོར་བ་ཡང་ཁྱོད་ཤི་ང་གསོན་གསོན་རོབ་ཞིག་བྱས་ནས། ད་གནས་སྟངས་ཐབས་སྐྱོ་ཞེ་བོ་ཅིག་བཟོས་ར་བ། དགྲ་དགའ་ཡ་བསྙེན་སྡུག་ཡ་ཅིག་བཟོས་བྱས། རྩ་བྲལ་ཤི་རལ་ཅིག་བཟོས་པར་ད་སྤེན་པ་ཚེ་རིང་གིས་བཟོས་བྱས་ད་དང་ད་སྤེན་པ་ཚེ་རིང། ཨ་ནེ། ཁར་ཚོ་ཁོ་རེད་ནག་ཉེས་ཅན་གྱི་མི་ཅིག་རེད་སྤྱི་ཚོགས་ནང་དཀྲུགས་པའི་དཀྲུགས་ཀྱི

ད་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་ལོར་ད་མི་མང་གིས་བཙན་བྱོལ་གཞུང་ཟེར་ད་ལ་ད་ར་བ་དེ་ཡིད་ཆེས་ཉི་མ་ལྕང་བ་ནང་བཞིན་གྱི་ད་ད་འདའི་ཆ་ལ་ད་ཉམས་རྒུད་འགྲོ་ཆེད་དུ་ད་དམའ་རིམ་ཆེན་འདི་ཡ་ཅིག་ལ་རྒྱ་ཡུལ་སྐྱོར་དང་སེམས་ཤུགས་ཅན་གྱི་མི་མང་པོ་ཅིག་ཕྱིར་འདྲེན་རྒྱག་ཆེད་ནས་ད་ད་འདའི་གནས་སྐབས་ཚུར་ལ་སྤེན་པ་ཚེ་རིང་ཀླད་པ་ནས་བྱས་རྗེས་ད་ད་ད་བཙན་བྱོལ་གཞུང་འདི་ཧ་ལས་པའི་ད་ནི་ཐོས་སྐྱོར་ཆེན་པོ་བྱེད་འདོད་ཀྱི་ཡོད་པ་དེ་ནི་རྩེ་བོ་བྱིའུ་ཆགས་འདོད་ཀྱི་ཡོད་རེད་དངོས་གནས་ད་དེ་འདྲ་ཅིག་རེད་ད་སྤེན་པ་ཚེ་རིང། རྡ་རམ་ས་ལ་བསྡད་ནས་ལོ་ཉི་ཤུ་ག་ཚོད་ཞིག་བསྡད་པ་ཡིན་ཟེར་གྱི་ཡོད་རེད་ལས་ཀ་བྱེད་ཡིན་ཟེར་གྱི་ཡོད། དེའི་སྐབས་སུ་ལ་ཡག་ཨ་ནི་སྐུ་མདུན་ཡེ་ཤེས་ནོར་བུ་ལ་ཡག་དལ་བ་དང། དེ་འདྲའི་ཨ་ནི། ག་འདྲའི་ཡོད་མེད་དེ་ང་ཚོས་གཟའི་བུ་ཞིག་གཏོར་གི་ཡོད་རེད་སྤེན་པ་ཚེ་རིང་གི་ལས་ཀ་བྱེད་སྟངས་ལ་བལྟས་ནས། སྐུ་མདུན་ལ་དད་པ་ཡིད་ཆེས་ཡོད་པའི་གང་ཟག་ཅིག་ཡིན་པ་ཡིན་ན་སྐུ་མདུན་གྱི་བཀའ་བཞིན་སྒྲུབ་དགོས་སྐོར་བ། སྤེན་པ་ཚེ་རིང་གིས། རྒྱལ་བའི་བཀའ་ཁྱོན་ནས་སྒྲུབ་དགོས་ཡོད་མ་རེད། ཨ་ནེ། བཙན་བྱོལ་བོད་མིའི་མཐུན་སྒྲིལ་དེ་གཏོར་བཤིག་བཏང་བྱས་ནས། སོ་སོའི་སྒེར་གྱི་ལྟོ་གོས་ཀྱི་དེ་ད་ལྟ་རྐུབ་བཀྱག་ཧབ་ལྟོ་རྒྱག་ནས་ད་ལྟའི་ཆ་ལ་ད། ཨ་ནི་མི་མང་པོ་ཅིག་གིས་ད་སྤེན་པ་ཚེ་རིང་ཡེར་བ་ལ་ཡང་དབུས་གཙང་གི་མི་འོས་ཤོག་ལོག་པ་དེ་ནོར་གི་འདུག་ད་ནོར་ཤག་འཕྲོད་ཤག་ཟེར་ནས་མི་མང་པོ་ཅིག་ད་ཤེས་ཡོང་གི་འདུག་བ། འོ་དེ་འདྲ་ཡིན་དུས་ད་གནས་སྟངས་དེ་རིགས་ཐབས་སྐྱོ་ཤུགས་ཆགས་ཡོད་རེད། ང་རང་འདྲ་བོ་ཡིན་ན་དབུས་གཙང་མི་ཅིག་ཡིན། འོ་དེ་ཡིན་དུས་ད་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་ཡང་མི་འབོར་གི་ཕྱོགས་ནས་བཤད་པ་ཡིན་ན། དབུས་གཙང་མི་ལྟས་སུ་མང་གི་ཡོད་རེད། ད་དབུས་གཙང་གི་མི་དེ་ཚོའི་གྲས་དེ། གར་སོགས་རེ། གཅིག། མིའི་ཨ་ཡིན་མགོ་ཡོ་མགོ་གོ་དང། ཁ་ཞེ་ནི་དངོས་གནས་དྲ་གནས་ཀྱི་ད་ཨ་ནི་ཅིག་གར་སོགས་རེ། བྱམས་དང་སྙིང་རྗེ་དང་དེ་འདྲའི་གཏོ་ནས་ཡིན་སྲིད་རེ་བ། དཔེ་འབའ་ཚེ་རེ་འོས་ཤོག་ལུང་ཉན་ཚུལ་དེ་ཁ་ཅིག། ད་མང་ཆེ་རེ་བ་དེ། ཨ་ནེ་ཅེ་མགོ་ཡོ་མགོ་མགོ་བསླུ་བྲིད་ཀྱི་འོག་ལ་ཡ་སྤེན་པ་ཚེ་རིང་ལ་ཡ། ཞི་བོ་ཅི་བྱེད་རྒྱུ་ཡོད་ཀྱི་རེད་བསམ་བྱས་ནས་འོང་དེ་འདྲའི་གི་གནས་སྟངས་ཅིག་གི་འོག་ནས་ད། འོ་ད་ཨ་ནེ་ཅེ་བར་བ། ད་སྤེན་པ་ཚེ་རིང་ད་ཡར་སླེབས་ནས་ག་ཚོད་ཕྱིན་སོང། ད་འདིའི་ནང་གྲུབ་འབྲས་འདི་སྟོན་པར་ཟེར་པའི་སྤེན་པ་ཚེ་རིང་རྐང་གཅིག་ཡོད་མ་རེད་ད། སྤེན་པ་ཚེ་རིང་རྐང་གཅིག་སྟོན་ཡ་ཡོད་མ་རེད་དེ་འདྲས། མི་མང་གི་བདེ་སྡུག་ལ་ཡ། བསམ་བློ་བཏང་རྗེས་དོན་དག་འདི་འགྲུབ་པ་བྱུང་སོང་ད། དཀའ་ལས་འདི་བརྒྱབ་ནས་མི་མང་གི་བདེ་སྡུག་སེལ་ཐོབ་སོང་ད་ཟེར་ཞིང་སྤེན་པ་ཚེར་གི་ད་དེ་འདྲའི་རྩ་བ་གཉིས་ལས་ཅིག་འཇོན་གི་མེད་པ་དེ་གསལ་པོ་ཞུ་ཆགས་པ་རེད། འོ་སྡུག་ཆེ་ཆགས་དེ་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་དར་ནག་ཚོས་སྤེན་པ་ཚེར་ནས་ད་ལྟ་འདི་གི་ཁར་ས་པར་འདྲ་བོ་དེ་རིང་ཡར་མ་བསྐུར་གི་འདུག་བ་སྐུ་མདུན་དང་མཉམ་དུ་པར་རྒྱག་རྒྱུ་ཅིག་བསྐུར་བྱས་ནས་ད། སྤེན་པ་ཚེར་གི་སྐུ་མདུན་མཇལ་ནས་སྤེན་པ་ཚེར་དཀར་པོ་ཆགས་འགྲོ་ཡས་འདུག་དེ་འདྲས་གི་རེ་བ་བརྒྱབ་གི་ཡོད་པ་ནི་དེ་ནོར་རེད་ད། འོ་འདི་ནོར་རེད་དེ་ཡིན་མ་ཡིན་ཙང་སྤེན་པ་ཚེ་རིང་དེ་ནག་པོ་དེ་ནག་པོ་རང་རེད་ཁོ་གྱོད་གི་ཞེ་མ་ནག་གི་ཐུམ་པོ་དེ་རང་ཅག་རེད་འོ་དེ་འདྲ་ཡིན་མ་ཡིན་ཙང་དར་ནག་ཚོའི་འགྲེལ་བཤད་ག་རེ་མོ་ག་རེ་བསྐྱལ་བ་ཡིན་ན་ཡང་འོ་སྤེན་པ་ཚེ་རིང་དེ་ནག་པོ་ནག་རྐྱང་རེད་ཟེར་ཕྱིར་འོ་འདུག་ཅིག་ཞུ་ཡ་ཡིན།